ད་རིང་ང་ཚོས་བདེ་ལེགས་སྙན་སེང་ཞུ་ཡ་འདིས་བཙན་བྱོལ་བོད་མིའི་གི་འོས་བསྡུའི་སྒྲིག་གཞི་དོན་ཚན་བཞི་བཅུ་ཞེ་དགུ་པའི་གི་ནང་གསལ་ནང་བཞིན་བྱེད་ཅེས་བྱས་ནས་འདིས་སྔོན་འགྲོའི་འོས་གཞི་ཆགས་ཀྱི་ཡོད་རེད། སྔོན་འགྲོའི་འོས་གཞི་ཆགས་ཀྱི་ཡོད་རེད། འདི་འདྲས་ཡིན་དུས་ཙམ་པ་ལ་ཡ་འདི་དངོས་གཞིའི་འོས་གཞི་མ་རེད། ད་རིང་འདི་སྔོན་འགྲོའི་འོས་གཞི་རེད་འདི་དང་མཉམ་དུ་ལི་ཡ་ད་ག་ཟླ་གཅིག་གི་ང་ཚོས་སྔོན་འགྲོའི་སྐབས་ལི་ཡ་ཆ་ཤས་ཞེས་བྱ་ཞིང་འདིའི་གྲུབ་འབྲས་ག་རེ་ཡོད་པ་བྱུང་བ་འདི་གས་འདི་ང་ཚོ་དེ་རིང་འདིར་སྙན་སེང་འདུག་སེང་ཞུ་གི་ཡོད་རེད། བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དོན་ཚན་དྲུག་ཅུ་རེ་བདུན་པའི་ནང་གསེས་གསུམ་པའི་ནང། དངོས་གཞིའི་འོས་གཞི་གཏན་འབེབས་གསལ་བསྒྲགས་མ་བྱས་གོང་དུ་འོས་ཁོངས་ནས་དགོངས་ཞུ་ཕྱིར་འཐེན་བྱ་རྒྱུའི་གོ་སྐབས་སྤྲོད་ཆེད་དང། སྒྲིག་གཞི་དོན་ཚན་དེའི་ནང་གསེས་གསུམ་པའི་ཀ་བ་ནང། དངོས་གཞིའི། དབུས་གཞི་གཏན་འབེབས་གསལ་བསྒྲགས་མ་བྱས་པའི་ཉིན་གྲངས་ཉི་ཤུ་ཐམ་པ་ནང་ཚུན། འོས་མི་དྲུག་ལས་མ་མང་བ་སྔོན་འགྲོའི་འོས་གཞིར་གསལ་བསྒྲགས་བྱེད་དགོས་ཞེས་པའི་དགོངས་དོན་ལྟར། དབུས་འོས་བསྡུ་ལས་ཁང་ནས་སྲིད་སྐྱོང་གི་འོས་མི་དྲུག་དང་བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི་དོན་ཚན་བཞི་བཅུ་ཞེ་དགུ་པའི་ནང་གསེས་དང་པོའི་ནང། དངོས་གཞིའི་འོས་གཞི་གཏན་འབེབས་གསལ་བསྒྲགས་མ་བྱས་གོང་དུ་འོས་ཁོངས་ནས་དགོངས་ཞུ་ཕྱིར་འཐེན་བྱ་རྒྱུའི་གོ་སྐབས་སྤྲོད་ཆེད་དང་ཡང་སྒྲིག་གཞི་དེ་གའི་ནང་གསེས་ཀ་བའི་ནང་འོས་གཞི་གཏན་འབེབས་གསལ་བསྒྲགས་མ་བྱས་པའི་ཉིན་གྲངས་སུམ་ཅུ་ཐམ་པའི་གོང་ཐོབ་ཁུངས་སོ་སོའི་ཐོབ་ཆའི་གྲངས་ཚད་ཀྱི་སུམ་ལྡབ་ལས་མི་ཉུང་བའི་སྔོན་འགྲོའི་འོས་གཞི་གསལ་བསྒྲགས་བྱེད་དགོས་ཞེས་པའི་དགོངས་དོན་ལྟར། དབུས་འོས་བསྡུ་ལས་ཁུངས་ནས་ཐོབ་ཁུངས་སོ་སོའི། འོད་སྟོབས་རྩེ་བཏོག་གིས་ཆོལ་ཁ་རེ་ནས་འོས་གཞི་སུམ་ཅུ་རེ་དང། ཆོས་ལུགས་ཁག་ལྔ་དང་ལྷོ་བྱང་ཨ་རི། ཡུ་རོབ་དང་ཨ་ཧྥི་རི་ཀ་བཅས་ནས་འོས་གཞི་གྲངས་དྲུག་རེ། རྒྱ་བལ་འབྲུག་གསུམ་ཕུད་པའི་ཨེ་ཤེ་ཡ་དང་ཨོ་སི་ཀྲེལ་ཨེ་ཤེ་ཡའི་ཁོངས་ནས་འོས་གཞི་གསུམ་བཅས། གསལ་བསྒྲགས་ཞུ་རྒྱུ་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་པའི་ཕྱི་ཟླ་གཉིས་པའི་ཚེས་བརྒྱད་ནས་བཅོ་ལྔ་བར་ནང་ཚུད་ལ་སྲིད་སྐྱོང་གི་འོས་མི་དང། སྤྱི་འཐུས་ཀྱི་འོས་མི་དངོས་གཞིར་ཞུགས་མཁན་རྣམས་ཀྱིས། སོ་སོའི་མིང་དང་ཁྱད་མིང། སྐྱེས་ལོ་སྐྱེས་ཚེས་དང་བླངས་བཅའ་དེབ་ཀྱི། ཤོག་གྲངས་དང་པོ་དང་མཐའ་མའི་དཔར་བཤུས་དོ་དག་སོ་སོའི་ལོ་རྒྱུས་སྙིང་བསྡུས། འགེངས་ཤོག་མ་དཔེ་བཞིན་ཡིག་འབྲུ་སུམ་བརྒྱ་ལས་མ་མང་བ། སྨོན་ལམ། གཉིས་པའི་ཡིག་ཚད་བཅུ་བཞི་སྟེང་བརྒྱ་པ། ཉེ་ཆར་བརྒྱབ་པའི་ཆད་པར་ཚོན་ཁྲ་ཅན་གཉིས་རེ། ཡིག་ཆ་ངོ་མ་དང་སྙན་ཞུ Soft Copy བཅས་ས་གནས་འོས་བསྡུ་ལས་ཁང་བརྒྱུད། དབུས་འོས་བསྡུ་ལས་ཁང་ལ་འབུལ་འཇུག་དགོས་པ་དང། འོས་གཞིའི་ནས་དགོངས་ཞུ་ཞུ་འདོད་ཡོད་རིགས་ནས་དགོངས་ཤོག་གང་མགྱོགས་དང་མཐའ་མ། ཕྱི་ཟླ་གཉིས་པའི་ཚེས་བཅུ་དྲུག་ནང་ཚུད་དབུས་འོས་བསྡུ་ལས་ཁུངས་ལ་ཐད་ཀར་འབུལ་དགོས། དངོས་གཞིའི་འོས་གཞི་གཏན་འབེབས་གསལ་བསྒྲགས་ཟིན་རྗེས་དགོངས་ཞུ་མི་ཆོག། ད་ཐེངས་ཀྱི་གསལ་བསྒྲགས་ཞུས་པའི་ཚན་གཞུང་ཁག་ནི་འོས་བསྡུའི་སྒྲིག་གཞི་དོན་ཚན་བཞི་བཅུ་ཞེ་བདུན་པའི་དགོངས་དོན། སྔོན་འགྲོའི་འོས་གཞིའམ་སྔོན་འགྲོའི་འོས་ཐོབ་ཀྱི་གནས་སྟངས་མང་ཚོགས་སུ་གསལ་བསྒྲགས་ཞུས་པ་ཞིག་ཡིན་པས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྲིད་སྐྱོང་དང། སྤྱི་འཐུས་ཀྱི་དངོས་གཞིའི་འོས་གཞི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ལས་རིམ་བཞིན་གནང་རྒྱུ་ཡིན་ན། དེ་བར་འོས་གཞིའི་མཚན་གཞུང་ནང་ནང་ཡོད་ཁག་དང་ཕྱོགས་གཏོགས་མང་ཚོགས་སུ་ཐད་ནས་དུས་རྒྱུན་དེ་བར་འོས་བསྡུའི་དྲིལ་བསྒྲགས་དང་གཏམ་བཤད་སོགས་ནམ་ཡང་མི་ཆོག་པ་བཅས་ཀྱི་གསར་འགོད་གསལ་བསྒྲགས་སུ་དབུས་འོས་བསྡུ་ལས་ཁུངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་གཉིས་པའི་ཚེས་བརྒྱད་ལ། འདི་ང་ཚོས་མང་ལ་ཡ་གསར་འགོད་གསལ་བསྒྲགས་འདི་སྡུག་སྙན་སེང་ཞུས་པ་ཡིན། དང་པོ་དེ་ལ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་བོད་མིའི་སྒྲིག་འཛུགས་སྲིད་སྐྱོང་གི་སྔོན་འགྲོའི་འོས་གཞི་གཤམ་གསལ། དང་པོ། སྤེན་པ་ཚེ་རིང། ཕ་ཡུལ་མདོ་སྨད་སྣང་ར། ད་ལྟའི་སྡོད་གནས་སྦེལ་ཀོབ་ལུགས་བསམ། སྔོན་གྱི་ལས་གནས་སྤྱི་འཐུས་ཚོགས་ཟུར། འོས་ཐོབ་གྲངས། ཉིས་ཁྲི་བཞི་སྟོང་བཞི་བརྒྱ་གྱ་བཅུ་གྱ་བརྒྱད། གཉིས་པ། དབུ་དཀར་ཟངས་སྐལ་བཟང་རྡོ་རྗེ། ཕ་ཡུལ་ཆབ་མདོ། ད་ལྟའི་སྡོད་གནས Swiss། སྔོན་གྱི་ལས་གནས་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་འགན་ཟུར། འོས་གཅིག་ཁྲི་བཞི་སྟོང་ལྔ་བརྒྱ་བཞི་བཅུ་བཞི་བཞི། གསུམ་པ། རྒྱ་རི་སྒྲོལ་མ། ཕ་ཡུལ་ཉག་རོང། ད་ལྟའི་སྡོད་གནས་ལྡི་ལི། ད་ལྟའི། སྔོན་གྱི་ལས་གནས་བཀའ་ཟུར། འོས་ཐོབ་གྲངས་ཆིག་ཁྲི་སུམ་སྟོང་སུམ་བརྒྱ་དྲུག་ཅུ་རེ་གསུམ། བཞི་པ། སྒྲུང་གཞུང་དངོས་གྲུབ། ཕ་ཡུལ་ཟུར་ཚོ། ད་ལྟའི་སྡོད་གནས་ལྡི་ལི། སྔོན་གྱི་ལས་གནས་བཀའ་ཟུར། འོས་ཐོབ་གྲངས་ཆིག་ཁྲི་སྟོང་མེད་ཉིས་བརྒྱ་དམ་པ། ལྔ་པ། བློ་བཟང་སྙན་གྲགས། ཕ་ཡུལ་ཕྱག་སྦྲེང། ད་ལྟའི་སྡོད་གནས་ཨ་རི། སྔོན་གྱི་ལས་གནས་བཀའ་ཟུར། འོས་ཐོབ་གྲངས་དགུ་བརྒྱ་དགུ་བཅུ་གོ་དགུ། དྲུག་པ། ཨཅཱརྱ་ཡེ་ཤེས་ཕུན་ཚོགས། ཕ་ཡུལ་མངའ་རིས་ད་ལྟའི་སྡོད་གནས་རྡ་ས། ད་ལྟའི་ལས་གནས་སྤྱི་མཐུས་ཚོགས་གཞོན། འོས་ཉིས་བརྒྱ་ཉི་ཤུ་རྩ་དྲུག། བྱས་ཀྱི་ནི་ད་གང་ལྟར་སྒྲིག་གཞི་དགོངས་དོན་བྱས་ཀྱི་ནི་ནི་སྲིད་སྐྱོང་གི་འོས་མི་གནས་སྟངས་དྲུག་བཏུགས་ཟིན་བཏོན་པ་དེ་སྔོན་འགྲོའི་འོས་མི་དྲུག་དེ་བཏུགས་ཟིན་ཡིན་ཟིན་འདི་ཞུ་ཡ་ཡིན། ད་དེ་ནས་སྐབས་བཅུ་བདུན་པའི་གི།

ད་དེ་ནས་ཀྱི་བོད་མི་མང་སྤྱི་འཐུས་སྐབས་བཅུ་བདུན་པས་ཀྱི་ཡུ་རོབ་དང་ཨ་ཧྥི་རི་ཀའི་ཁུལ་གྱི་སྔོན་འགྲོའི་འོས་གཞི་དེ་དུས་ཟིང་ནས་སྙན་སེང་ཞུ་ཡ་ཡིན། ད་དེ་ནས་ཐ་མ་དེ་ལི་ཡ་བོད་མི་མང་སྤྱི་འཐུས་སྐབས་བཅུ་བདུན་པས་ཀྱི་རྒྱ་བལ་འབྲུག་གསུམ་ཕུད་པས་ཀྱི། ཨེ་ཤེ་ཡ་དང། ཨོས་ཏྲེ་ཨེ་ཤེ་ཡ་གི་ཁུལ་གྱི་ད་ག་ནང་སྔོན་འགྲོའི་ཡུལ་ཞིག་ཏུ་ཟིན་ཡིན་ཟིན་དུ་བྱས་ཡིན། ད་རིང་ང་ཚོས་གསལ་བོ་བྱེད་བཞིན་མ་ཞུ་ཡ་ཅིག་ལི་ཡ་ཨེན་གྷ་འདར་བཙན་བྱོལ་བོད་མིའི་འོས་བསྡུའི་སྒྲིག་གཞི། དོན་ཚན་བཅོ་བརྒྱད་གི་ནང་ལོ་ནང་བཞིན་བྱེད་ཅེས་བྱས་ནས་ཨེན་གྷ་འདར་གཅིག་གི་འོས་འཕེན་པའི་མིང་གཞུང་དེབ་འགོད་དེ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་དང་པོའི་ཚེས་གཉིས་བར་དུ་ལར་བ་ཨེན་དེ་གྲངས་ཀ་དེ་རྒྱལ་སྤྱི་ཉིས་སྟོང་དགུ་བརྒྱ་ཨེན་དྲུག་ཅུ་རེ་དགུ་ཏུ་ཟིན་ཆགས་ཀྱི་ཡོད། འདི་སྙན་སེང་དུ་ཟིན་ཞུ་ཡས་ཡིན། ད་ད་ག་ནང་བཞིན་གྱི་ད་ག་འདའ། བརྒྱད་ཁྲི་ཉིས་སྟོང་ཨེ་ནི་ག་འདའ་གཅིག་དགུ་བརྒྱ་དྲུག་ཅུ་རེ་དགུ་བྱུང་པ་འདི་ནས་གི་ཨེ་ནི་ད་རིང་སྔོན་འགྲོའི་ནང་དངོས་སུ་འོས་འཕེན་པའི་སྐབས་ལི་ཡ་ཨེ་ནི་ག་འདའ་གཅིག་གི་ཕོ་ཁའི་རྒྱ་ཆེའི་གནས་སྟངས་རབ་ཏུ་ག་རེ་ཆགས་ཡོད་རེད་ཟེར་འདི་མང་པོ་གཅིག་གི་དགོངས་པའི་ནང་ལ་གནས་སྟངས་ཡོད་ས་རེད་འདི་འདྲ་ཡིན་དུས་ཙམ་པ་ལ་ང་ཚོས་དེ་རིང་འདའི་ཞུ་ཡས་འདི་ལི་ཡ་འདི་ལོའི་སྔོན་འགྲོའི་གི་འོས་འཕེན་པའི་གི་ཨེ་ནི་བརྒྱ་ཆ་འདི་བརྒྱ་ཆ་བདུན་ཅུ་དོན་དྲུག་དང་ཚགས་བདུན་ཅུ་དོན་བརྒྱད་ཆགས་ཀྱི་ཡོད། ད་ག་འདའ་དངོས་གཞིའི་འོས་གཞི་འདི་སྤྱི་ཟླ་གསུམ་པའི་གི་ཚེས་ཉི་ཤུ་རྩ་གཅིག་ཉིན་མོ་དེ་ལ་ང་ཚོ་ཞུགས་རེས་ཡིན་དུས་ཙམ་པ་ལ་ད་དུས་རྒྱུན་འདིའི་རིང་དེ་ལ་ཨིན་ག་འདའ་གཅིག་གི་དབུས་འོས་བསྡུ་ལས་ཁང་གིས་ད་ག་འདའ་ཕྱག་ལས་གནང་ཡག་གི་གནས་སྟངས་མ་འདོག་དེ་བཞིན་ད་ག་འདའ་གཅིག་གི་འོས་གཞི་བཞེས་མཁན་རེད་དག་ན་བཞིན་རྒྱབ་སྐྱོར་བ་སྣ་ལྔས་རེད་དག་ན་བཞིན་རྒྱ་ཆེ་མང་ཚོགས་རེད་དག་ན་བཞིན་གི་བརྒྱུད་ལམ་ཁག་རེད་ཚང་མའི་གི་ངོས་ནས་ཨིན་འདི་རིང་དེ་ལ་ད་ག་འདའ་གསལ་བསྒྲགས་དེ་འདི་འདྲའི་རིགས་དེ་གནང་ན་འགྲིག་གི་མ་རེད་འདི་ང་ཚོས་གི་དོ་ནན་པོ་བྱེད་ཆེད་ནས་མ་སྙན་སེང་ཞུ་གི་ཡོད་རྣམ་པ་ཚང་མས་ཀྱིས་དགོངས་པའི་མངའ་གསལ་རེད་འདི་འདྲའི་ཡང་ཅིག་ང་ཚོས་དོ་ནན་མ་བྱུང་པའི་རྒྱུ་མཚན་ལས་ལྟོས་བྱེད་ཆེད་ནས་གནད་དོན་འདི་འདྲའི་ལྷག་པ་ཡིན་པ་ཡིན་ན་ནི་རང་བཞིན་གཉིས་ཀ་ལས་ཡང་དག་གང་དག་སྐུ་ངལ་འཕྲད་ཡག་གི་གནད་དོན་ཆགས་ཀྱི་ཡོད་དུས་ཙམ་པ་ལས་ཚང་མས་དགོངས་པ་བཞེས་བྱེད་ཆེད་ནས་ནི་གང་དག་ཅིག་གིས་ཕྱི་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་གི་སྔོན་ལ་ཡང་ནི་གང་དག་ཅིག་གསལ་བསྒྲགས་དྲིལ་བསྒྲགས་བརྒྱུད་ལམ་ཁག་ནས་ཡང་དག་གང་དག་ཅིག་བསྡུ་བ་ལས་ཡང་ཡོངས་གྲགས་གནང་ཡག་དེ་འདྲའི་གི་གནད་དོན་རིགས་བརྒྱད་འདི་རྩ་བ་ཉིད་ནས་ཆོག་གི་མ་རེད་གང་ཡིན་ཟེར་ན་ཡིན་ང་ཚོས་འདི་ད་གང་དག་ཅིག་གིས་དུས་ཚོད་འདིའི་རིང་འདི་ལ་ཡ་དཔེར་ན། ཅིག་ཕོ་གས་ལི་ཡ་འོས་གཞི་བཞག་ངེས། གི་ངོས་འོས་གཞི་ལི་ཡ་ད་གང་དག་ཅིག་ད་རིང་འདི་འོས་ཐོབ་བྱུང་བ་ངོས་ནས་ཀྱི་ཨིན་གང་དག་ཅིག་གི་ཡང་ཐུགས་ཕུང་ཁག་གཉིས་ལི་ཡ་ད་གང་དག་ཅིག་དུ་བ་ལི་ཡ་འོས་ཐོབ་བྱུང་བ་འདི་འདྲའི་གནད་དོན་འདི་འདྲའི་བྱུང་ཡོད་རེད་བཞི་མཚམས་པ་འདི་གས་དེ་ང་ཚོ་གསལ་སྒྲོན་ཞུ་དགོས་ཀྱི་ཡོད་རེད། དག་ནང་བཞིན་གྱི། ཨན་གང་དག་ཅིག་གིས་སྔོན་འགྲོའི་གི་འོས་གཞིའི་གི་ནང་ལོགས་ནས་ཡང་དགོངས་པ་ཞུ་འདོད་ཡོད་པ་དེ་འདྲ་ཡིན་ན་དེ་འདྲའི་ལས་ཡིན་པས་ནས་ང་ཚོ་གོ་སྐབས་ཀྱི་གནས་སྟངས་འདུག་ཟིན་ཕུལ་དགོས་ཀྱི་ཡོད་རེད། ཨན་དག་ནང་བཞིན་གྱི། ཡང་ཅིག་གི་འོས་གཞིའི་གི་ནང་ལོགས་ནས་གི་ཨན་ཡང་ཅིག་ཁྲིམས་མཐུན་གི་གནས་སྟངས་མ་བྱུང་པའི་གནས་སྟངས་དེ་འདྲ་ཡིན་པ་ཡིན་ན། ཨན་ཡང་གང་དག་ཅིག་གི་དབུས་འོས་བསྡུ་ལས་ཁང་ལ་ཡང་ད་གང་དག་ཅིག་འདི་སྐད་ཆ་ཚང་ཕྱིར་འཐེན་གནང་ཡང་འདི་སྐད་དེ་སྐུ་དབང་འདི་ཡོངས་རྫོགས་ཡོད་དུས་ཙམ་པ་ལ་ཡང་ཨན་འདི་འདྲའི་ཕལ་ཆེར་ཡོང་དོགས་ཁག་པོ་ད་མ་རེད་དེ་ཡིན་པས་ནས་ཡང་གང་ཟག་གཅིག་གིས་འདིའི་དུས་ཚོད་དེ་ཡི་གནས་སྟངས་དེ་སྡུག་སུ་ཡོད་རེད། ཆུ་ཚང་པར་ད་གང་ཟག་གཅིག་གི་འོས་གཞི་ཏག་ཏག་འདི། སྲིད་སྐྱོང་དང་སྤྱི་འཐུས་ཀྱི་འོས་གཞི་ཏག་ཏག་འདི། ཕྱི་ཟླ་གསུམ་པའི་ཚེས་ཉི་ཤུ། ཙག་གཅིག་ཉིན་མོ་དེ་མ་ད། གང་ཟག་ད་གང་ཟག་གཅིག་རྣམ་པ་གཙོས་ཀྱི། ད་གང་ཟག་གཅིག་གི་ཕ་གའི་ལས། དོན་ལས་ཏག་ཏག་གནས་སྟངས་གླེགས་མ་རེད་ཆུ་ཚང་པར་ལས་དེ་འདྲས་ཡིན་དུས། འདི། ད་རིང་ང་ཚོས་གལ་ཆེན་པོ་བྱེད་ཀྱི་རྣམ་པ་གཙོ་ལས། སྙན་སེང་རབ་གནས་སྟངས་སྡུག་སུ་ཞུགས་ཀྱི་ཡོད་སེམས་འདི་ཞུ་ཡ་ཡིན།